དེ་ཙམ་མ་ཟད་གཞན་ཡང་ཟས་ནི་དབྱེ་བ་སྤྱིར་བཏང་གཞན་ལ་ག་འབྲེལ་ཡོད་པ་རེད་ལབ་ན། སོ་ཐར་སྔགས་ལ་སྡེ་སྣོད་དགུག་ལྟེ་གསུངས་པ་རེད། ག་རེ་ལབ་དགོས་ཡོད་པ་རེད་ལབ་ན་སོ་ཐར་འདུལ་བ་དང་བྱང་སེམས་གསང་སྔགས་ཨོ་སྟེ་གསུམ་ལ་བས་ན། སོ་ཐར་གྱི་འདུལ་བའི་སྡེ་སྣོད། སོ་ཐར་གྱི་ཏིང་ངེ་འཛིན་གྱི་སྡེ་སྣོད་སོ་ཐར་གྱིས། ཨ་ནི་རྔོན་པའི་སྡེ་སྣོད། དེ་གསུམ་བྱས་ཆོག་གོ་རེད་དེ་ནང་བཞིན་བྱང་སེམས་ཀྱིས་འདུལ་བའི་སྡེ་སྣོད་བྱང་སེམས་ཀྱིས་རྔོན་པའི་སྡེ་སྣོད་བྱང་སེམས་ཀྱིས་འདུལ་བདེའི་སྡེ་སྣོད་དེ་འདྲ་ཡོད་ཆོག་གོ་རེད་ཨོ་དེ་འདྲ་བྱས་དེའི་སྒང་ལ་ཨ་ནི་སོ་ཐར་བྱང་སེམས་གསང་སྔགས་གསུམ་ལ་ཡང་ཨ་ནི་སྡེ་སྣོད་གསུམ་གསུམ་ཡོད་པས་ཨ་ནི་སྡེ་སྣོད་དགུ་ཡང་ཆགས་ཀ་རེད། འོ་དེ་འདྲ་གསུངས་པ་རེད། དེ་ནི་མིང་རྐྱང་དང་ནི་ལྷག་དང་གསབ་འདྲེས་སྦྱིན། ད་ནི་དེ་ག་རེ་གསུང་གི་ཡོད་པ་རེད་ལབ་ན་ལྷ་པ་གསུམ་ཟེར་བ་དེ་ཙམ་པོ་གཅིག་དེ་ཙམ་གཅིག་བྱས་པ་ཡིན་ན་ད་ནི་ཕྱི་རོལ་བ་བྲམ་ཟེ་གི་ཆོས་ལུགས་ད་ནི་ཕྱི་རོལ་བ་དེ་ཚོ་ལ་ཡང་ཨ་ནི་ལྷག་པ་གསུམ་ཙམ་ཡོད་པ་རེད། ཨ་ནི་ཚུལ་ཁྲིམས་ཀྱི་ལྷག་པ་ཏིང་ངེ་འཛིན་གྱི་ལྷག་པ་ཤེས་རབ་ཀྱི་ལྷག་པ་ཙམ་ཡོད་པ་རེད། ཡིན་ན་ཡང་ལྷག་པ་སྲིད་སྦྱར་བ་ཡིན་ན་ཁོ་རང་ཚོ་ལ་ཡོད་པ་མ་རེད་ཡིན་ཙང་ལྷག་པ་ཚུལ་ཁྲིམས་ཀྱི་ལྷག་པ་ལྷག་པ་ཏིང་ངེ་འཛིན་གྱི་ལྷག་པ་ལྷག་པ་ཤེས་རབ་ཀྱི་ལྷག་པ་དེ་འདྲས་སྦྱར་བ་ཡིན་ན་ཨ་ནི་ནང་པའི་ཐུན་མོང་མ་ཡིན་པའི་ཨ་ནི་སྡེ་སྣོད་གསུམ་དང་ལྷག་པ་གསུམ་ཆགས་ཀྱི་རེད། དེའི་ནང་བཞིན་དུ་དག་ཆེན་གྱི་འདུལ་བ་དང་དག་ཆེན་གྱི་མདོར་བསྡུས་དག་ཆེན་གྱི་ངོམས་པ་ལ་སྦྱར་བ་ཡིན་ན། སམ་མོ་སིས་སྦྱར་བ་ན་དག་ཆེན་གྱི་ཐུན་མོང་མ་ཡིན་པ་ཆགས་ཀྱི་རེད། དེ་ག་རེ་གསུང་གི་ཡོད་པ་རེད་ཟེར་ན་དག་ཆེན་གྱི་མདོར་བསྡུས་ནང་ལོགས་ལ་རྒྱ་ཆེ་བའི་ལམ་གྱིས་རིམ་པ་རྒྱན་སོགས་ཕར་ཕྱིན་དཀྲིགས་ལ་སོགས་པ་གསུངས་ཡོད་པ་དང། ནི་དག་ཆེན་གྱི་ངོམས་པ་ནང་ལོགས་ལ་ཟབ་མོ་སྟོང་པ་ཉིད་ཀྱི་དོན་ལ་སོགས་པ་བསྟན་ཡོད་པ། དེ་ནས་དག་ཆེན་གྱི་འདུལ་བ་ནང་ལོགས་ལ་བྱང་སེམས་ཀྱི་ལྷག་པ། བྱང་ཆུབ་སེམས་དཔའི་ལྷག་པ་ལ་སོགས་པ་བསྟན་ཡོད་པའི་ཁྱད་ནི་ནི་དེ་ལ་ས་མོ་དང་རྒྱ་ཆེ་བ་ཞེས་སྦྱར་བ་ཡིན་ན་ནི་དག་ཆེན་གྱི་ཐུན་མོང་མ་ཡིན་པ་ཆགས་ཀྱི་རེད།